མ་དེ་ལ་ནི་ངས་བརྙན་ཐུང་སུ་ཉར་ཚང་མ་ལ་ཁ་བརྡ་གྱིས་ཧད་ད་འཚམས་འདྲི་བཅར་ཞི་དེ་ལ་ཞུ་བ་དང་ཆབས་ཅིག་ཨ་མདའ་དེའི་གི་མཉམ་དུ་ད་དེ་རིང་དན་ད་ཕྱི་ལོ་ཉིས་སྟོང་བཞི་རྩ་དྲུག་ལས་ཧད་ད་ཕྱི་ཟླ་དྲུག་པའི་ཚེས་བཅོ་བརྒྱད་ཉིན་ཧད་ད་བརྙན་ཐུང་ནའོ་ལ་ཨ་ནི་སྐད་ཆ་བཤད་ཡ་ཁ་བརྡ་གྱིས་ཧད་ད་གནད་དོན་དེ་ཨ་ནི་ག་རེ་སྐོར་ལ་ཅིག་ག་ཆགས་ཡི་འདུག་ལ་ཨ་མདའ་དེ་ཡང་ག་ཟེར་ཏེ་ཨ་ད་ད་ད་ཟེར་ལ་ཧད་ད་ར་ཤི་ཡའི་དང་ཨ་ནི་ཡུཀ་རེན་གཉིས་ཀྱི་ཁ་བརྡ་གྱིས་ཧད་ད་དམག་གི་གནས་སྟངས་དེ་ཨ་ནི་ག་འདྲ་འགྲོ་ལ་འགྲོ་གི་འདུག་ལན་དེའི་སྐོར་ལ་ཅིག་ག་ཆགས་ཏེ། ད་དེ་ཡང་ད་ལྟའི་ཆར་ང་ཚོ་ག་ཚད་དེ་ཨེ་ད་ད་ར་ཤི་ཡའི་དང་ཨ་ནི་ཡུག་རེན་གའུ་ད་ཅིག་ཨེ་ད་ད་དམག་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གས་ཆོག་ཅིག་ཨ་ག་རེ་ལེགས་འདུག་ལགས་ན་ད་དེ་ཡང་ད་ད་དེ་རིང་རང་ད་ད་ཨ་ཚེས་བཅོ་བརྒྱད་དེར་ད་ཅིག་ཨ་ཞོགས་པ་སོ་ལ་ཡང་ད་ཡུག་རེན་གི་ངས་ནས་ཨ་ར་ཤི་ཡའི་རྒྱལ་ས་མོ་སི་ཀོ་ནའོ་ལ་ཨ་གཏོར་རྒྱན་ཤུགས་ཆེ་བོ་ཞོ་ཞིག་བཏང་བའི་དེ་རེ་གང་ད་པས་ད་གནས་ཚུལ་ཅིག་ཨ་དེ་ངས་འདུག་བ་ད་དེ་ཡང་དཔེར་ན་དེ་རིང་གའུ་ད་ཅིག་གཏོར་རྒྱན་དེ་ད་དེ་ད་ལེ་ད་ད་ཨ་ར་ཤི་ཡའི་དང་ཨ་ནི་ཡུག་རེན་གི་དམག་དེ་འགོ་བཙུགས་ཨ་ནས་བཟུང་རྗེས་ཨ་ནི་གཏོར་སྐྱོན་ཤུགས་ཆེ་ཤོས་ཡིན་པའི་དེ་འབྲེལ་གང་ལྟར་བལྟ་ཨེ་གནས་ཚུལ་གཅིག་ཐེངས་གིས་འདུག་ད་དེ་ཨེ་གནས་ཚུལ་དེ་ཙམ་མ་ཡིན་པ་ད་དེ་རིང་དེ་འདྲ་ཡུཀ་རེན་གྱི་ནས་ད་ཅིག་ར་ཤི་ཡའི་རྒྱལ་ས་མོ་སི་ཀོ་ལ་ཁ་ལོ་ད་ཅིག་གཏོར་སྐྱོན་དེ་བཏང་སྐབས་གཏོར་སྐྱོན་བཏང་སྐབས་སུ་ཡིན་ནང་རེད་ཡང་མ་ན་གཏོར་སྐྱོན་བཏང་ཚར་རྗེས་ནས་ཁ་ལོ་ད་ཅིག་བརྙན་ཐུང་གི་ནང་རེམ་ཁ་ལོ་ད་ཅིག་པར་སོར་མང་པོ་ཞོ་བོ་ཞིག་ཐེངས་གིས་འདུག་ད་དེ་ཚོ་ལ་བལྟ་ཡི་སྐབས་སུ་གང་ལྟར་དེ་རིང་འགྲོ་བའི་གཏོར་སྐྱོན་འདྲ་བོ་ཞིག་དེ

ཚོང་ཁང་ཆེ་བོ་དེ་འདྲ་རེད་ཨང་དེ་གི་མཉམ་དུ་ཐོག་བརྩེགས་ཁང་ཅིག་ཨང་དེ་ཙམ་མ་ཡིན་པ་དེ་འདྲ་དེ་གཉིས་གནས་ཚུལ་ཁ་ཤས་གར་ཐིག་འདུག་ལ་ན་དེ་འདྲ་ར་ཤི་དེ་རེད་ད་ཅིག་བར་སྣང་ཁམས་ཚོ་ལ་ཁ་འུ་ད་ཅིག་མི་སེར་གསུམ་ཀ་བཏང་ཡང་དེ་འདྲའི་ཉམས་ཞིབ་སེ་གི་དེ་ནས་འུ་ད་དེ་ཚོ་ལ་གང་འདྲ་བའི་གཏོར་རྒྱན་དེ་འདྲ་བཏང་ཡོད་གནས་ཚུལ་དེང་གི་འདུག་འོ་དེ་འདྲ་སང་ད་རྡོག་རྡོག་གང་འདྲ་དེ་རིང་དེ་ད་ར་ཤི་རྒྱལ་ས་མོ་སི་ཀོ་གི་ནང་ལ་ཡེ་སྐྱོད་གང་འདྲ་བས་དེ་ལྟེ་གནས་ཁལ་ཆུ་མང་ཆེ་བ་ཞིག་ལ་གང་འདྲ་བས་ད་གཏོར་རྒྱན་དེ་བཏང་འདུག་ཨ་ནི་གཏོར་རྒྱན་བཏང་ཙམ་མ་ཡིན་པ་ད་དེ་གི་གཏོར་རྒྱན་ཚོ་ཧང་སངས་པས་དེ་ཤུགས་ཆེ་བོ་ཞིག་རེད་འདུག་ད་དེ་ཡང་དཔེར་ན།

རེད་བྱས་ད་དེ་དཔེར་ན་ར་ཤི་ཡས་ལ་ཡ་བྱས་ན་ད་དེ་རིང་དེ་ད་ཡུག་རེན་གི་ངས་ནས་ཡུག་རེན་དམག་མི་ངས་ནས་ཨ་ར་ཤི་ཡས་རྒྱལ་ས་མོ་སི་ཀོ་དང་ཨ་དེ་གི་མཉམ་དུ་གང་ད་ས་གུ་ཞབས་མ་ཟི་དོམ་བི་ཕ་ཤི་མི་མི་རྣམ་དྲུག་ཆིག་སྟོང་དེ་ར་བཏང་བའི་དེ་འདྲའི་གནས་ཚུལ་དེང་གི་འདུག་བ་དཔེར་ན་དེ་དེ་ད་ཆིག་སྟོང་ནང་ནས་མི་མི་རྣམ་དྲུག་ཉིས་བརྒྱ་ཅིག་ཐད་ཀར་ར་ཤི་ཡས་རྒྱལ་ས་མོ་སི་ཀོ་ལ་འདིར་ནས་གང་ད་བེད་ད་བཏང་ཡོད་དེ་འདྲའི།

སྲུང་སྐྱོབ་བྱེད་ཤར་བ་དེ་འདྲ་སོང་ཙང་ནི་དེ་ནི་ཐ་རད་ལ་ཁོ་བོས་མི་མེད་རྣམས་ལ་གཅིག་གཉིས་ཀྱིས་གླགས་ཁེལ་མ་རོགས་གང་ལྟར་མང་པོ་ཞོགས་ཞིག་དེབ་ཅིག་ལ་བཏང་ཤར་བ་ན་ནི་ཁ་ཤས་གཏོར་ནས་ཁ་ཤས་མཐར་སྤྲོད་རོགས་དེ་འདྲའི་གང་ལྟར་གནད་ཀ་དེ་ལ་ཞིག་བྱས་གང་ལྟར་ད་གང་ལྟར་དེ་འདྲའི་གང་ལྟར་ཡུཀ་རེན་གྱི་དམག་གཞི་དང་ཐབས་ཇུས་གཏིང་བརྗེད་དེ་རིང་གང་ལྟར་ར་ཤི་ཡའི་རྒྱལ་ས་མོ་སི་ཀོ་ནང་ལ་ཧང་སངས་ཁ་བ་ལྟར་གྱི་གང་ལྟར་གཏོར་སྐྱོན་ཤུགས་ཆེ་བ་སྒྲོག་གིས་གང་ལྟར་ཅིག་བཏང་བྱས་ད་ཐེངས་དཔེར་ན་ད་ཐེངས་གཅིག་བཏང་དེ་རིང་ད་ལྟ་ཡུཀ་རེན་གྱི་དེ་རུ་ད་ཅིག་གཏོར་སྐྱོན་འདི་བཏང་ཚར་རིང་རྗེས་ནས་ཨ་ནི་ཕེ་གི་ནང་ལ་ད་ཅིག་མེ་སྦར་བསྡད་རྒྱུ་དུ་བ་དེང་དུས་མི་གང་ད་ཕེ་གི་ནང་གང་ད་ད་ཅིག་གཏོར་སྐྱོན་ཐེབས་རྒྱུ་གང་ད་ད་ཅིག་ས་ཆ་མང་པོ་ཡོད་ད་དེ་དེའི་རིགས་དེ་ཚོ་ར་ཤའི་མི་མང་ངན་ད་ཅིག་སྤྱི་ཚོགས་དྲ་རྒྱ་ལ་སྐྲ་མེད་སུ་གང་ལ། ར་ཤའི་གཞུང་གཅིག་དང་བཀག་སྡོམ་དེར་བྱེད་འདོད་དེ་ནས་གང་ལྟར་བཀག་སྡོམ་བྱེད་ཀྱི་ཡོད་ན་གང་ལྟར་ག་ལ་གང་འཚམ་གྱིས་གང་འདི་ལྟར་སྤྱི་ཚོགས་དྲ་རྒྱ་ནང་ལ་དེའི་ཚ་དོག་དང་དེ་མགྱོགས་སུ་ལྟ་བའི་སྐབས་སུ་ད་རྦད་དེ་ཞི་བོ་གང་ལྟར་རྦད་དེ་ཞེད་སྣང་ཚོགས་རེད་དོ་ད་ཐུག་ཐུག་བྱས་ན་གང་ལྟར་ར་ཤའི་ཡིན་ཡང་རེད་གང་ལྟར་ར་ཤའི་སྲིད་འཛིན་པུ་ཏིང་དེ་ཞི་བོ་གང་ལྟར་ངོ་ཚ་བོ་འདྲ་བོ་ཅིག་ཟེར་འདུག་བ་ཡང་མེད་ན་ད་ད་ལེ་ཙམ་དུ་ར་ཤའི་ཡུག་རེན་དམག་དེ་ད་ར་ཤའི་ནང་ལ་སླེབས་ཡོད་པ་དེ་གསལ་བོ་གསལ་རྐྱང་རང་རེད་འདུག་བ་ད་འདི་རྦད་དེ། དཔེར་ན་ཆེས་ཆེར་ང་ཟེར་ཏེ། ད་ང་ཚོ་དཔེར་བརྗེ་ཡག་ཤེས་རོགས། ད་ད་ལའི་དང་ཐད་ཨ་རི་དང་ཨི་རན་ཨི་ཛི་རལ་ཁོ་ཚོ་གསུམ་བར་གྱི་དམག་གྲོས་དུ་འགོ་ཚུགས་སྐབས་སུ། ཨ་རི་དང་ཨི་ཛི་རལ་ངས་ནས་ཨ་ནི་ཨི་རན་གྱི་རྒྱལ་ས་ཏེ་རན་ལ་གཏོར་སྐྱོན་བཏང་སྐབས་སུ་བས་ཏེ། ད་ཁ་ལོ་ད་ཅིག་མི་མང་སེམས་ན་དངངས་སྐྲག་ཞོར་ལས་ཨ་ནི་དེ་ཙམ་མ་ཡིན་པ་གང་ལྟར་ཕི་གི་ནང་ལ་ད་ཅིག་གནས་སྟངས་བྱེད་རོགས་ད་བས་ཏེ། བས་ཏེ་ཐུ་བ་ཞོ་ཐེན་བསྡད་སྐྱོ་ཨ་ནི་བས་ཏེ་གཏོར་སྐྱོན་ཞོ་ཐེ་རོགས་ད་དེ་ཐོག་གཅིག་པ་གཅིག་རྐྱང་དེང་དེ་ད། ར་ཤི་ཡར་ས་མོ་སི་ཀོ་ན་བྱུང་འདུག་འོ་དེ་འདྲ་སོང་ཚེ་ད་ག་ལ་ད་ལྟའི་ཆར་ར་ཤི་ཡས་ཡུག་རེན་གཉིས་བར་གྱི་དམག་དེ་ཨ་ནི་ད་ག་ཟེར་ཏེ་ར་ཤི་ཡའི་ནང་ལ་སླེབས་ཡོད་དེ་ས་སེར་བོ་སེར་རྐྱང་འདྲ་བོ་ཅིག་གང་ལྟར་ཅིག་ཨ་ར་ཤི་ཨ་ནི་ཐེ་གི་མཉམ་འདུག་དེ་འདྲ་ག་ཟེར་ཏེ་ད་དེ་རིང་དེ་འདྲ་ཡུག་རེན་ངས་ནས་ཨ་ནི་དེ་འདྲས་གང་ད་ལྟ་ཅིག་གཏོར་རྐྱེན་ཤུགས་ཆེ་བོ་ཅིག་པ་ར་ཤི་ལ་བཏང་རྐྱེན་གྱི་རྒྱུ་མཚན་འཕྲོག་དེ་ག་རེ་འདུག་ལ་ན་ད་ལྟའི་དེ་ད་ཁ་སང་ག་རེ་ཁ་སང་ག་ད་གཟའ་ཟླ་བ་སུ་ལ

དུ་རས་ཁོ་ར་མི་འདུག་བ་པད་ཁང་བཟང་ཞེ་སྣང་སོགས་རེད་འདུག་ད་ད་དུང་ཤར་ནས་གང་ལྟར་ཡུ་ཀེ་རེན་ངན་ནས་ཁ་འུ་ད་ཅིག་མི་མེད་གནམ་གྲུ་ཡི་གང་ལྟར་དམག་རྒྱག་ག་དེ་གང་ལྟར་ཁོང་ཚོ་ཞི་བོ་ཞིག་བ་དེ་ཡར་རྒྱས་བཏང་ས་འདུག་ད་ཡར་རྒྱས་བཏང་ས་མ་དེ་གང་ལ་བ་དེ་ཧང་སངས་བ་དེ་ཚད་མཐོ་ཆགས་བསྡད་འདུག་ད་བས་ན་དེང་དུ་མི་མེད་གནམ་གྲུ་བེད་སྤྱད་བྱེད་དགོས་སུ་མི་མེད་གནམ་གྲུ་འདྲ་མ་འདྲ་འདུག་བ་ཁ་ཤས་ཕག་ཐག་རིང་བ་ལ་ཕེབས་ཐུབ་མེད་ཁ་ཤས་ཧང་སངས་མགྱོགས་པོ་ཡི་རྒྱུ་དུར་མགྱོགས་པོ་ཡི་རྒྱུ་དུར་ར་ཤེས་སུ

ད་ག་ང་དེ་སེ་ན་ཡག་གི་རེད་སྟ་ག་ད་ད་ཚི་ལ་དྲེ་ཆེ་ཤ་ན་ཡག་གི་རེད་ག་ཚི་དྲེ་ཆེ་མ་ཤ་ད་རུ་ཡང་བེ་དེ་ཁྲག་པོ་ར་ཆེ་ཆེ་ད་ཡུག་རེན་གི་ས་ཆ་ས་ཡ་སུ་ར་ཡིན་ན་རེམ་ག་དེ་ཡུག་རེན་ད་ཚུག་བེ་དེ་གཏོར་རྒྱན་ཚུ་མུ་དེ་གཏང་དེ་བ་ན་དེ་རིང་བར་ར་ཤེ་རྒྱ་ས་མོ་སྐུ་ལ་གཏོར་རྒྱན་ཐང་གཏང་ང་དེ་ནང་ད་ད་རུ་མུ་དེ་གཏང་ང་ཡིན་བེ་དེ་དྲེ་ཉི་ད་ད་ད་ཡུག་རེན་སི་ཛི་ཛི་ལན་སི་ང་ད་གཏང་གི་འདུག་བ་ད་ད་ཏོ་ཆོག་ཅིག་ནི་ག་ད་དེ་རིང་གི་གཏོར་རྒྱན་དང་དམིགས་ཡུལ་དེ་ད་དེ་ད། ར་ཤའི་སེམས་ཅན་སྤུ་ཀྲིང་གི་ཁའུ་ད་ཅིག་ད་ཅིག་ཧ་ཤི་ཁོ་ཧེ་མ་ཁའུ་ད་ཅིག་ངེས་ཤེས་རྙེད་བཞིན་དུ་དེ་རིང་གི་གཏོར་སྐྱོན་བཏང་ད་ངེས་ཤེས་ག་རེ་རྙེད་ཟེར་ན་ད་གང་ད་ད་ད་ལྟ་གི་དམག་འཁྲུག་གི་གནས་སྟངས་ཚོར་ལྟ་ཡི་སྐབས་སུ་ད་སྤུ་ཀྲིང་བསགས་པ་ནང་ད་གི་རྒྱ་གར་གྱི་གས་ཐུབ་བས་ཡག་མ་རེད་ད་གང་ད་བལ་དེ་ཞི་བོ་གྱི་གས་ཆེ་ཐུབ་བས་ཡག་མ་རེད་འོ་ད་ད་སོང་ཙང་ཡག་ཤས་བྱུང་ན་ད་ད་ད་ཟེར་ལ་དྲན་ཐུ་བྱས་ནས་ག་ང་ནས་སེ་ན་ཡག་གི་རེད་ཟེར་འོ་ད་དེ་འདྲ་གང་ད་ཅིག་བལ་ཧ་ཁོ་ཧེ་ཤི་ད་དེ་རིང་གི་གཏོར་སྐྱོན་དེར་བཏང་ཡེ་འོས་དེ་འདྲའི

སྡེ་པ་ཁོ་རང་མེད། ད་ཡིན་ན་ཡང་དེ་འདྲ་སྡེ་པ་མེད་བར་གང་ལྟར་ར་ཤི་ཡའི་ངང་ཚུལ་ཡུཀ་རེན་ལ་གཏོར་སྐྱོན་ཟུ་མུ་ཏིག་བཏང་དེ་ཨན་ཏི་ཀ་སུ་ང་ཚོ་ཡང་ཟས་སྐོམ་བྱེད་ཐུབ་ས་མ་རེད་ས་ནི་ཁྱེད་ཚོ་ཚུལ་གཏོར་སྐྱོན་བཏང་ན་ད་ཀྱི་ང་ཚོས་ཡང་ཁྱེད་ཚོ་ཕ་གང་ལྟར་དེ་ནང་ད་དེ་ལས་ཞི་ན་ཚ་གང་ལྟར་གཏོར་སྐྱོན་བཏང་ཡིན་པས་དེ་འདྲའི་གང་ལྟར་ཕེ། ཁ་ལོ་ད་ཅིག་སྐད་ཆ་ཅིག་དེ་ནི་ཛེ་ལན་སི་ཀི་ངས་གང་ལྟར་ཅིག།

དེ་ཕྱི་ཟླ་དེ་ཉམས་ཚེ་ང་ཚོ་སྟེ་གནས་ཚུལ་གལ་ཆུང་གཅིག་ག་རེ་གོ་ཚོད་ལ་ན་ད་དེ་དེ་རིང་དེ་འདྲ་ར་ཤི་ཡི་ང་ནས་ཕར་ཡུག་རེན་ལ་གཏོར་སྐྱོན་བཏང་ཙམ་མ་ཡིན་པ་ཨ་ནི་ར་ཤི་ཁ་ཟེ་ཡུག་རེན་ང་ནས་ཕར་ར་ཤི་ལ་གཏོར་སྐྱོན་བཏང་ཙམ་མ་ཡིན་པ་ཨ་ནི་ར་ཤི་ཡི་ང་ནས་ཚུད་དེ་འདྲ་ཡུག་རེན་རྒྱ་ས་ཀུའུ་བ་དང་ཨ་ནི་གང་དག་གྲོང་ཁྱེར་ཆེ་ཁག་སུ་ན་ར་ཡང་གཏོར་སྐྱོན་དེ་འདྲ་བཏང་ཡོད་དེ་འདྲ་གང་དག་བོད་ད་གནས་ཚུལ་དེ་འདྲ་དེང་གི་དུས་ད་དེ་ཡང་ཁ་ཟེ་དེ། ར་ཤེས་ངས་དེར་ད་ཅིག་མི་མི་རྣམས་འདུག། ཉིས་བརྒྱ་ཅར་དེ་གི་མཉམ་དུ་སྤྱི་བཏང་དེར་ར་ཤེས་ད་ཅིག་ཕ་སྟག་རིང་པོར་ཕེབས་ཐུབ་ཉེ་གི། མེ་ཤུག་པོར་ད་ཤི་ནག་སོགས་ཡོ་ཨང་ཚོ་ཨིན་ཅིག་ཤི་ན Ballistic Missile ཨོ་ད་དེ་འདྲ་རིགས་དེར་བེད་སྤྱད་བྱས་བྱས་ན་ཡང་ཚུགས། ཡུཀ་རེན་ལ་གཏོར་རྒྱན་དེར་བཏང་ཡོད་ཡང་དེ་འདྲའི་གནས་ཚུལ་ཅིག་ཐེང་གི་འདུག། དེ་ཤི་ད་དེ་ཉབ་ཚོད་ང་ཚོ་ཡང་ཏིག་གནས་ཚུལ་གས་ཆོག་ཅིག་ག་རེ་གོ་ཚོད་ལ་ན་ད་དེ་ག་ཟེར་དེ།

ཡུཀ་རེན་སྲིད་འཛིན་ཛི་ལན་སི་ཀི་ལ་ཁ་བ་སོ་ནས་ཅིག་བཏང་རྗེས་གང་ལྟར་ཁོ་གཉིས་ཀ་གང་ཟེར་ཐབས་ཤེས་བྱས་འོ་ད་འདི་གང་ལྟར་ཁ་བ་བཏང་ཡག་སུ་དང་བྲལ་བའི་ཐོག་ནས་ཨ་ནི་སྲིད་འཛིན་ཁྲོམ་ངས་ན་ད་ལྟ་འདི་ཇི་སྲིད་བོན་གོ་ལི་སུ་ལ་ད་ཅིག་གསལ་བོ་རོགས་ཀྱི་ཁ་ལ་བྱས་ལ་ད་འདི་གང་ལྟར་ད་ལྟ་ཟེར་ལ་གང་ལྟར་ར་ཤི་ཡའི་ནང་རེབ་གང་ལྟར་ར་ཤི་ཡའི་སྲིད་འཛིན་སྤུ་ཀྲིང་ལ་ཆ་ཚད་པ་ན་ནི་དམག་དེ་ད་ཅིག་ཐག་ཆ་ཆེ་དད་པ་མེད་བ་ཡང་མ་གང་ལྟར་དཀའ་ངལ་དེ་སེལ་ཡས་གང་ལྟར་དད་པ་མེད་འོས་དེ་འདྲས་གང་ལྟར་བས་ད་ཅིག་ནམ་རྒྱུན་སོ་ལ་བསྟན་ཡས་འོས་ཡང་དེ་འདྲས་གང་ལྟར་གསལ་བོ་ཞིག་ཟེར་ཡས་འོས་ད་གནས་ཚུལ་ཅིག་ཐེངས་འདིའི། དེ་ཕྱི་ཟླ་འདིའི་མཉམ་དུ་ང་ཚོ་ཐ་མ་དང་གནས་ཚུལ་གཅིག་ག་རེ་གོ་ཚོད་ལ་ན་ད་ལྟའི་ད་ལེ་དང་ད་ཇི་སེ་བྷན་གྱི་ཚོགས་འདུ་འཚོགས་བས་སང་འབྲེལ་བའི་ཐོག་ནས་ནི་ཁོ་ཚོ་ངེས་ན་པ་ད་ཅི་གར་ས་དེ་ཡུག་རེན་ལ་རྒྱབ་སྐྱོར་བྱས་ཏེ་ག་ད་སྔར་དང་མ་འདྲ་བའི་ཞོ་ཞིག་པ་དེ་ཡག་པོ་ཡང་མ་ག་ད་སྔར་དང་མ་འདྲ་བའི་གང་ད་ཇི་སེ་བྷན་དེ་ཞོ་ཞིག་པ་དེ་མཐིལ་འདྲིལ་ཡང་མ་ག་ད་མཉམ་རུབ་ཀྱི་ཐོག་ནས་པ་ར་ཤི་ལ་ད་ཅིག་དཔལ་འབྱོར་ཐོག་ནས་ཉེ་བ་དང་ད་གང་ཅིག་ད་ནི་ག་ད་པ་ནི་ཞུགས་འབྲས་ཚང་ལ་ཁོ་ཚོ་ཞོ་ཞིག་བྱེད་ཐུབ་ཡོད་ཡོད་ཡང་དེ་འདྲའི་གང་ད་པའི་ད་གནས་ཚུལ་དེ་ར་ཅིག་བསྟན་དེ།

ཨ་སང་ཉིན་ནང་ཉིན་སུ་ཡང་ཨ་གནས་ཚུལ་གལ་ཆོག་དང་ཨ་རིང་འགྱུར་བ་མིག་སོགས་ག་རེ་ཡོད་མི་རེ་ཞིག་བྱས་ཨ་རིང་གི་བརྙན་ཐུང་སོགས་མཚམས་མ་ཅི་ག་གཟིགས་རོགས་བྱིན། ཨོའོ། དེ་ཅི་ད་དུས་མཉམ་ཐ་མ་དེ་ལ་ངའི་བརྙན་ཐུང་དེ་མཚམས་མ་ཤ་ངེས་ལ་ནི་ངའི་བརྙན་ཐུང་སུ་ཉར་ཚང་མ་ལ་ང་རེ་བ་ཅིག་ག་རེ་ཞུ་ལ་ན་ད་དུས་ད་ད་ངའི་བརྙན་ཐུང་ལ་ལྟ་ཡི་ས་མ་ཡིན་པ་ནི་དེ་ཡི་མཉམ་དུ་ད་ངའི་ཡུ་ཏུབ་ནང་ལ་ཚོགས་ཆུག་བྱས་ཡི་ན་རེད་ཡ་མ་ན་བརྙན་ཐུང་ཚུ་ཕག་ཚུ་གང་མང་མང་འགྱིག་སྒུར་བྱས་ཨ་ནི་དེ་ཙམ་མ་ཡིན་པ་ནི་ངའི་ཡང་བརྙན་ཐུང་ལ་ག་ད་དང་མཆན་དུ་ཅིག་སྤྲད་ཐུབ་ན